དེ་ནས་ད་ད་ད་ད་རིང་གི་སྔ་དྲོའི་ཆ་ལ་སྲིད་པའི་དྲ་བ་ཅེས་པའི་མན་ངག

དེ་ནས་དབྱེ་ཚེ་མ་ཐོབ་པ་སྐབས་དཀའ་ལ། དེ་ནས་སོ་སོ་ཐེ་ཚོམ་འདྲ་བ་མ་བྱས་པ་སྟེ། སྤྱོད་པར་བྱེད་པ་ཐེ་ཚོམ་སྤྱོད་པས་བསྐྱེད་ནས་དེ་ནས་དེ་དག་ཡང་དག་པ་དེ་འདི་རེད། ཡང་དག་པ་མ་ཡིན་པ་དེ་འདི་རེད་ཟེར་ནས་དངོས་འཛིན་གསལ་པོར་ཐུབ་པའི་གི་ཐབས་འདྲ་བོ་བྱས་ལ་བསྟན་ནས་བསྟན་པ་རེད་ལ། ད་དེའི་རྗེས་སུ་དོ་དགོང་གི་སྐབས་སུ་ཞུ་ཡག་དེ་ལ། ཁ་ལྟར་སྙོམས་པ་ཉིད་ཀྱི་མན་ངག་བྱས་ནས་ད་དེ་དེའི་ཚེ་རྒྱ་ཆེ་རུ་བཏང་བ་དང་ཡོག་རུ་བཏང་བ་འདྲ་བོ་བྱས་ལ་བྱས་ལ་གོ་གི་ཡོག་རེད་གསུངས་པ་འདྲ་བོ་རེད། དེ་ནས་ད་ད་ལྟ་མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་མ་བསྟན་གྱི་བར་དུ་ལ། དེ་ནས་ད་ད་ལྟ་དེ་བདེ་ཉམས་དང་གསལ་ཉམས་གསལ་བའི་ཉམས་འདྲ་བོ་དང་སྟོང་པའི་ཉམས་འདྲ་བོ་གང་ཡང་མེད་པར་གནས་ཆ་བརྟན་པོ་ཅིག་ཡོད་པར་གནས་ནས་ད་དེ་སྔོན་དུ་གནས་བསྡད་པ་འདྲ་བོ་ཅིག་རེད་ལ། དེ་ནི་སྲིད་པའི་དྲ་བ་སྐྱེས་པའི་མན་ངག་གི་སྐབས་སུ་ལ། དེའི་གི་སྲིད་པའི་དྲ་བ་དེ་ག་འདྲས་ཡོད་རེད་ཟེར་ན། དེ་ནི་དེ་གསལ་ཉམས་དང་སྟོང་ཉམས་ཡོད་རེད་དེ་ཡིན་ན་ཡང་དེ་གསལ་ཉམས་དང་སྟོང་ཉམས་དེ། ཆོས་ཉིད་ཀྱི་གནས་ལུགས་ཀྱི་གསར་བ་དང་སེམས་ཉིད་ཀྱི་གནས་ལུགས་ཀྱི་གསར་བ་དང་སྟོང་པའི་གནས་སྟངས་དངོས་སུ་ཉམས་སུ་མྱོང་བ་མ་ཡིན་པར། དེ་ནི་བློས་བཤད་ཀྱི་གསར་བ་དང་བློས་བཤད་ཀྱི་སྟོང་པ། དེ་ཡང་ད་ད་ལྟ་རྩ་བའི་ཚད་ཀྱི་དབང་དུ་བྱས་ན་གྲུབ་པ་ཡིད་ཀྱི་རྣམ་པར་ཤེས་པའི་གི་གསར་དུ། དེ་ནི་དེ་འདི་གསར་བ་ཡིན། འདི་སྟོང་པ་ཡིན་སྙམ་དུ་འཛིན་པའི་གི། ཞེན་པ་ཡོད་པ་བཅས་ཀྱི་ད་དེའི་གི་དྲ་བ་འདྲ་པོ་ཅིག་ཡོད་པ་རེད་ལ་དེ་དྲ་བ་དེ་བཅད་པ་ལ་དེ་ནི་སྟོང་པར་འཛིན་མཁན་དུ་གསལ་བར་འཛིན་མཁན་གྱི་ངོ་བོ་ལ་ལྟ་བ་དེ་དག་མན་ངག་གི་གཙོ་བོ་ལ་སྣང་ནས་དག་དེའི་གེགས་སེལ་བའི་དྲ་བ་བསྐྱེད་པའི་མན་ངག་དེ་བསྟན་པ་རེད་ལ། དེ་ནས་དག་དེ་བཞིན་དུ་དག་དང་དང་གསུམ་པ་མཁའ་ལྟར་མཉམ་པ་ཉིད་གསུངས་ཏེ། དེ་བཞིན་ཡིད་ཀྱི་ཉམས་ཀྱི་བུམ་པ་སྣ་ཚོགས་དང་བྲལ་བའི་རིག་པ་འབྲས་སྣེའུ་ལྟ་བུ་ཆོས་ཉིད་རང་བབས་རང་གསལ་གྱི་སྒོ་ནས་ངོས་ཟིན་པར་བྱའོ་ཟེར་དུས། ད་དེ་ལྟར་དུ་བསྒོམས་ནས། དེ་ནས་ད་ད་ད། སྲིད་པའི་དྲ་བ་བསྐྱེད་པའི་མན་ངག་གི་སྐབས་སུ། སྤང་བྱ་དེ་གང་དེ་རེད་ཟེར་ན། ཡིད་ཆེས་ཀྱི་ཉམས། ཡིད་ཀྱི། དེ་ནི་གླུད་བཞེས་ཀྱི་གསར་ཉམས་དང། གླུད་བཞེས་ཀྱི་གསར་བ་དང་གླུད་བཞེས་ཀྱི་སྟོང་པ། གཉིས་ཏེ། ད་ཉམས་ཀྱིས་སྣང་བ་རེ་ལ་ཉམས་ཀྱིས་སྣང་བ་སྟེ། ཡིད་ཆེས་ཀྱི་ཉམས་ཏེ་སྤུན་པ་སྟེ་པགས་པ་འབྲས་ཀྱི་པགས་པ་འདྲ་བོ་ཅིག་རེ་ལ། འབྲས་ཀྱི་པགས་པ་དེ་ཕར་བསལ་ན། དེ་ནས་འབྲས་ཀྱི་པགས་པ་མཐུག་པོ་ཅིག་འབྲས་ཀྱི་པགས་པ་དེ་ཡོད་པ་དེ་དང་སྣ་ཚོགས་དང་བྲལ་བས། སྣ་ཚོགས་དང་འབྲས་ཀྱི་པགས་པ་ལྟ་བུ་ག་དེ་ནས་ད་ལྟ་འཛིན་པ་དེ་དང་བྲལ་བས། རིགས་པ་དང་རིགས་པ་རྒྱན་པ་དེ་ནི་ད་ལྟ་ནས་དངོས་སུ་མཐོང་ཡག་གི་ངོ་བོ་དེ་གང་དེ་རེད་ཟེར་ན་གསར་མཐོང་བཟང་དུ་འགྱུར་བའི་རིགས་པ་དེ་རེད་ལ། རིགས་པ་དེ་འདྲའི་སྣེའུ་ལྟ་བུ་ཟེར་སྣེའུ་ཟེར་དུས་འདྲེས་པ་པ་ཤུལ་ཟིན་པ་ལྟ་བུ། དེ་ནི་སྣེའུ་ལྟ་བུ་ཆོས་ཉིད་དག་དེ་ས་ཆོག་ཆོག་འདྲ་བོ་ཅན་ཡིན་པའི་ཕྱིར་ན་ཆོས་ཉིད་རང་བབས་དག་ཁོ་རང་བཟོ་བཅོས་རྩ་ནས་མ་བྱས་པར་ཆོས་ཉིད་རང་གི་གནས་སྟངས་ག་འདྲ་ཡིན་པ་དང། རང་གསལ་དེ་ཡང་གསལ་བ་དེ་ཡང་རང་གསལ་གྱི་སྒོ་ནས་ངོས་ཟིན་པར་བྱའོ་ད་དེ་དངོས་གནས་ཐོག་ཡག་པོ་ཅིག་ཆོད་ནས་དེ་འདི་རེད། ཆོས་ཉིད་ཀྱི་གནས་ལུགས་དང་སེམས་ཉིད་ཀྱི་གནས་ལུགས་དེ་འདི་ཡིན་གྱི་འདུག་འདི་མ་བཅོས་པ་རེད་འདི་བློས་བཤད་མ་རེད་བློས་བཤད་ཀྱི་ཉམས་འདྲ་བོ་མ་རེད་བསམ་པ་ཅིག་ངོས་ཟིན་པར་བྱ་དགོས། དེ་ནས་ད་ད་འདི་སྐབས་སུ་ད་ལྟ་ནུབ་ཕྱོགས་ཀྱི་ཆོས་བཤད་པ་ཉམས་ལེན་གནང་མཁན་ཚོ་བས་སྐལ་པ་བཟང་པོ་བྱུང། དང་པོ་ཆོས་སྒོ་ལ་ཞུགས་ཐུབ། དེ་དེའི་རྗེས་སུ་རྩ་བའི་བླ་མ་ཁྱད་པར་ཅན་མང་པོ་མཇལ། དེ་ཚུལ་གྱི་རྩ་ནས་གདམས་ངག་ཁྱད་པར་ཅན་མང་པོ་ཐོབ། དེ་ནས་དེའི་ནང་ནས་དེ་ནི་སེམས་ཀྱི་ངོ་སྤྲད་འདྲ་པོ་དཔེ་མང་པོ་གནང་ནས་ངོ་འཕྲོད་བསྡད་པ་མང་པོ་ཡོད་བ་རེད་ལ། དེ་ནས་ངོ་འཕྲོད་ཉམས་སུ་མྱོང་ད་དེ་འདྲའི་ཡག་པོ་ཡོད་པ་དེ་ཡག་པོ་ཡོད་བ་རེད་ལ་དེ་ནི་དེ་དཔེ་མི་སྲིད་པའི་སྐལ་པ་བཟང་པོ་རེད་ལ། ད་ད་ལྟ་འདིའི་ནང་དུ་དེ་ནས། མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་དང་སྲིད་པའི་དྲ་བ་བསྐྱེད་པའི་མན་ངག་གཉིས་ཀ་དག་སྟེ། དང་པོ། དང། ཆོས་ཉིད་མ་མཐོང་བ་སེམས་ཉིད་ཀྱི་གནས་ལུགས་མ་མཐོང་བ་མཐོང་བར་བྱེད་པ། མཐོང་ནས་ཉམས་ཀྱི་ཤིང་པ་འདྲ་བོ་གསལ་བར་བྱེད་པའི་ཐབས་དེ་བསྟན་ནས་བསྟན་པ་རེད་ལ། དེ་ལྟར་བསྟན་པ་རྩ་ལྟར་དུ་ཁྱེད་རྣམ་པ་མང་པོ་གིས་སེམས་ཉིད་ཀྱི་གནས་ལུགས་ངོ་འཕྲད་པ་མང་པོ་ཡོད་རེད་ལ། དེ་ལ། དེ་ནི། དེ་རྣམས་ལ་ངོ་འཕྲད་པ་མང་པོ་ཡོད་རེད་དེ། ཡིན་ན་ཡང། རིགས་པའི་གཤིས་དེ་སྐབས་འདིར་བསམས་ན། རིགས་པའི་གཤིས་སམ། སེམས་ཉིད་ཀྱི་གནས་ལུགས་དེ་ཤེས་པ་ཙམ་གྱིས་མི་ཆོག་པས། ད་དེ་ངོ་འཕྲོད་ན་ཡག་པོ་རེད། དཔེ་མི་སྲིད་པའི་སྐལ་པ་བཟང་པོ་རེད། སྐལ་པ་བཟང་པོ་རེད་དེ་ཡིན་ན་ཡང་དེས་འགྲིག་གི་རེད་བས་ཟེར་ན་དེས་གཏད་ཚེ་འགྲིག་གི་མ་རེད། དེ་ཤེས་པ་ཙམ་གྱིས་མི་ཆོག་པས།

མཚན་ཉིད་ཀྱི་གནས་ལུགས་དེ་ངོ་ཤེས་བདེ་བ་འདྲ་བོ་དང་སྐབས་འགའ་ལ་རྣམ་པར་གཡེང་འགྲོ་གི་ཡོད་པ་འདྲ་བོ་དང། སྐབས་འགའ་ལ་འདི་ནི་སེམས་ཀྱི་རྣམ་རྟོག་དེ་ཉོན་མོངས་པ་དབང་དུ་ཤོར་འགྲོ་གི་འགྲོ་བ་ཡོད་པ་འདྲ་བོ་དང་སྐབས་འགའ་ལ་འོ་དེ་ཚེ་འགོ་ནད་འགྲོ་གི་ཡོད་པ་འདྲ་བོ་དག་དེ་འདྲའི་གི་སྣང་བ་འདྲ་བོ་ཤར་གི་རེད་དེ་ཡིན་ན་ཡང་གནས་ཆ་དེ་བརྟན་པོ་དགོས་གི་ཡོད་རེད་གནས་ཆ་བརྟན་པོར་དགོས་པས་ཚེ་ད་ད་འདྲ་སྤྱི་ཐང་གི་ལྟ་བ་སྒོམ་པ་སྤྱོད་པ་སོགས་ཀྱི་ནང་ནས་དེ་ནི་ད་ད་འདྲ་ལྟ་བ་ལྟ་བ་ཟེར་གི་ཡོད་རེད།

དགོན་པ་དགོས་ཀྱི་ཡོད་བ་རེད་ལ་དེ་ནས་སྐབས་འདིར་སོང་ན་ཡང་གནས་ཆ་བསྟན་དགོས་པས་དེ་ནས་སེམས་གནས་པའི་གི་ཆ་དེའི་ཆོས་ཉིད་ཀྱི་ཀློང་དུ་གནས་པ་གནས་པ་བསྟན་ཡང་བརྟན་པོ་ཞིག་དགོས་པ་ཡིན་པའི་ཕྱིར་ན་དེ་ནས་དེ་དེ་ལྟ་བུ་ཞིག་སྐྱོང་དགོས་ཀྱི་ཡོད་བ་རེད། དེ་ནས་ད་དེ་ལ་ཡང་ད་དེ་ལྟ་བུ་ད་ལྟ་བསྟན་དགོས་ཀྱི་ཡོད་རེད་ལ་གནས་ཆ་བརྟན་པོ་ཅིག་དགོས་ཀྱི་ཡོད་རེད་ལ། གནས་ཆ་བརྟན་པོ་དེ་ག་འདྲས་ཅིག་དགོས་ཀྱི་ཡོད་རེད་ཟེར་ན་ད་སྐབས་འདིར་དེ་དེའི་ཐབས་དེ་བསྟན་པ་ཡིན་པའི་ཕྱིར་ན་ཤེས་པ་རང་བབས་ཡོད་པ། ད་དེ་ཞིབ་པར་རང་ལ་བཟོ་བཅོས་ཞེ་དྲག་མ་བྱས་པར་ཞིབ་པར་རང་གི་གནས་སྟངས་དེ་རིག་པ་ཡིན་པ་ལ་རིག་པ་ཡིན་པ་ལ་རིག་པ་ཡིན་པ་གསར་དུ་བཟོས་ཡོག་པ་འདྲ་པོ་མ་ཡིན་པ་ད་རུང་བབས་སུ་ཡོག་པ་ཡོག་པ་དེ་ལ་ད་ག་རེ་དགོས་ཀྱི་ཡོག་བ་རེད་ཟེར་ན་དྲན་པའི་རྒྱན་དེ་ནས་དྲན་ཤེས་དེ་ཡག་པོ་ཅིག་བསྟེན་དགོས་ཀྱི་ཡོག་རེད་དྲན་པ་དང་ཤེས་རྒྱན་དེ་དེ་ནས་ད་དེ་མ་ཡིན་པར་སྐྱོང་བ་དྲན་ཤེས་ཅིག་མ་ཡིན་པར་དེ་རྒྱུན་དུ་སྐྱོང་ཐུབ་པ་བྱེད། གར་བྱེད་ཀྱི་རེད། གནས་ཆགས་དེ་གཏན་འབེབས་ཀྱི་ཕྱིར་དུ་དྲན་ཤེས་ཀྱིས་མ་ཡིན་པར་བྱུང་བ་སྟེ། དེ་ནས་ད་ལྟ། རྒྱ་སེ་ཞི་བ་ལགས་ཀྱིས་སོང་ན། དེ་ནས་སེམས་བཟུང་འདོད་པ་རྣམས་ལ་ནི་དྲན་པ་དང་ནི་ཤེས་བཞིན་དུ། སྲོག་ལ་བབ་ཀྱང་སོང་ཤིག་ཅེས་བཟློག་ནས་དེ་ལྟར་ཐལ་མོ་སྦྱོར་སོང་བ་རེད་ལ། ད་དེ་སེམས་དེ་ཡག་པོ་ཅིག་བསྲུངས་ནས་སྒོམ་བརྒྱབ་སྙོམ་གླེང་བྱས་ད་དེ་འདྲའི་འདོད་པ་སྣང་ལ་དྲན་པ་དང་ཤེས་བཞིན་དེ་ཡག་པོ་ཅིག་དགོས་ཀྱི་རེད་གསུངས་བ་རེད་ལ་དེང་སྐབས་འདིར་ཡང་དྲན་གྱིན་མ་ཡིན་པར་དུས་རྒྱུན་དུ་སྐྱོང་ཐུབ་པ་ཅིག་ད་དེ་དྲན་པ་དེ་གལ་ཆེ་བ་མ་བརློང་དོར་མ་བགྱིད་པའི་དྲན་པ་དེ་གལ་ཆེ་བ།

མ་ལྷན་པས་མི་སྡུག་གཟུང་ཐལ། དེ་ནས་རེས་འགའ་དེ་ནི་ལྷག་མཐོང་གི་གསལ་ཆ་དང་མཐོང་ཆ་དེ་མ་ལྷན་པས་མི་སྡུག་གཟུང་ཐལ། རྐྱེན་མེད་པའི་སྔོན་དུ་གནས་སོང་བ་འདྲ་བོ། རེས་བདེ་སྙོམས་ཞེན་པ་ཅན། དེ་ནི་ཡང་སྐབས་འགའ་ལ་ཅི་བདེ་བོ་འདྲ་བོ། བདེ་བོ་འདྲ་བོ་བྱུང་བ་དེ་ལ་བལྟས་ཚེ་ཞེན་པ་ཡོད་པ་ཅིག་ཡང་ཡོང་གི་རེད། ཡང་སྐབས་འགའ་ལ་རེས་བདེ་སྙོམས་ཞེན་མེད་དེ་ནས་ད་དེ། རྐྱེན་གྱི་ཆ་ནས་བྱུང་ན་སྐབས་འགའ་ལ་རྐྱེན་དང་བཅས་པ། བདེ་ཉམས་གཞན་པ་ཅན་ཡང་ཡོང་གི་རེད། སྐབས་འགའ་ལ་བདེ་བའི་ཉམས་ཡོད་པ་ལ་གཞན་པ་མེད་པ། ཡོན་ཏན་དང་ལྡན་པ་ཡང་ཡོང་གི་རེད། དེ་ནས་ད་དེ་བཞིན་དུ་ཡང། རེས་ད་བདེ་གསལ། གསལ་བའི་གི་ཉམས་ཀྱང་འོང་དུ་ཟེར་ན་རེས་སྣ་ཚོགས། གསར་ཉམས་འཛིན་པ་ཅན་ད་ལྟའི་གསར་བ་ལ་ཞེན་པ་ཡོད་པ་བློས་གཟི་བརྗིད་གསར་བ། སྣ་ཚོགས་པ་གསར་བ། འཛིན་པའི་ཉམས་དང་བཅས་གསར་ཉམས་འཛིན་པ་ཅན་ཞེན་པ་ཅན་ད་དེ་འདྲས་ཡོང་གི་རེད་ལ། རེད་གསར་དང་གསར་ཉམས་དེ་ཡག་པོ་གསར་དང་གསར་རྙོག་མིག་འཛིན་པ་དང་བྲལ་བ་བས་ཕུན་སུམ་ཚོགས་པ་ཡག་པོ་འདྲ་བོ་ཡང་ཡོང་གི་ཡོད་རེད། ད་དེ་སལ་བྷེ་གི་ཉམས་ཀྱི་དབང་དུ་བྱས་ནས། རིའི་རྩུབ་ཉམས་མི་སྡུག་པ་དེ་ནི་རྣམ་རྟོག་མང་པོ་འཕྲོ། དེ་ནི་ལྕེ་ཡི་ཚོར་བ་ཡི་སྐྱིད་པོ་མེད་པ། སྡུག་པོའི་སྐྱོ་བོའི་གི་རྣམ་པ་འདྲ་བོ་དང་དེ་འདྲའི་གི། འཇིགས་སྐྲག་གི་རྣམ་པ་འདྲ་བོ་མི་སྡུག་པ་དང། རིའི་འཇམ་ཉམས་ཡིད་དུ་འོང་བ་དེ་ནི་འཇམ་པོ། སྐྱིད་པོ་ཡིད་དུ་འོང་བ་འདྲ་བོ་དང། རིའི་རྣམ་རྟོག་ཆེའི་འཚུབ། ཁྱེད་ཚེར། ཁྱེད་བའི་ཚེར། འབྲོང་ནི་སྒམ་གཏོར་བ། དེ་ནས་རྣམ་རྟོག་མང་པོ། འགོད་པ་འདྲ་པོ་བྱུང་ནས། རྣམ་རྟོག་མང་པོ་འཚུབས་ནས་རྣམ་རྟོག་མང་པོ་སྐྱེས་ནས། དེ་ནས་འབྲོང་ནི་སྒམ་བརླག་འགྲོ་བ་འདྲ་པོ་ད་སྒམ་གི་མི་འདུག་བ་སྒམ་བརླག་ཡ་སྒམ་རྒྱག་ཡ་མི་འདུག་བ་བསམ་པ་འདྲ་པོ། དེ་འདྲས་ཡིན་ཡོང་གི་རེད། རི་མཐིབ་དོང་མི་ཚིག་པའི། རྙོག་པ་ཅན་རེ་འགའ་དེ་ནི་དཔེ་གསར་བོ་རྩ་ནས་མེད་པ་ཁོང་མ་མཐོང་བ། དེ་ནི་ཐིབས་མཐོང་མི་སྲིད་པ་དེ་ནི་ཐིབས་པོ་དེ་ག་འདི་རེད་དྭངས་པ་དེ་ག་འདི་རེད་སོ་སོ་མི་སྲིད་པ་རྙོག་པ་ཅན་ཡང་ཡོང་གི་ཡོད་པ་རེད། དེ་ནི་ད་དེ་ལྟ་བུ་ཉམས་ལ་མཐོ་དམན་འདྲ་པོ་མང་པོ་ཡོང་གི་ཡོད་པ་རེད་ལ། ཡོང་གི་ཡོད་རེད་དེ་ཡིན་ན་ཡང་དེའི་རྩ་བ་གང་ནས་བྱུང་བ་རེད་ཟེར་ན་མཐོང་མིན་ནི་གང་པོའི་རྣམ་རྟོག་དང་ལས་རླུང་གི་རྦ་རླབས་སྣ་ཚོགས་ངེས་པ་དང་ཚེ་གཟུངས་མེད་པར་འབྱུང་བ་ནི། ཟེར་ད་དེ། ད་ང་རང་ཚོ། ད་ཟླ། སྒོམ་དེ། ད་སྤྱི་བཏང་གི་ཆོས་ཉིད་ཀྱི་གནས་ལུགས་དང་སེམས་ཉིད་ཀྱི་གནས་ལུགས་དེ་ཡེ་གདོད་མ་ནས་ཡོད་པ་ཅིག་རེད། རེད་དེ། ཡིན་ན་ཡང་ང་རང་ཚོ་འཁྲུལ་པའི་སྣང་བ་དེ། ཐོག་མ་མེད་པ་ནས་གོམས་སོང་བ་ཡིན་པས་ཨང་ཀི། དེ་ནས་རྣམ་རྟོག་དེ་ལ་དཔེ་ཀ་ལས་ཁག་པོ་ཡོད་རེད། རྣམ་རྟོག་དང། ལས་རླུང་གི་རྦ་རླབས་ཞེས་དག་སྟེ། དེ་ནི་ལས་ཀྱི་རླུང་གི། དག་སྟེ་ང་རང་ཚོ་སྐྱེ་བ་སྔ་མ་ལ་སོགས་ཡོད་པའི་ལས་ཀྱི་རླུང་གི་རྦ་རླབས། དེ་སྐྱེ་མཐོ་དམན་འདྲ་བོ་སྣ་ཚོགས། དེ་ནི་སྐབས་སྐབས་ལ་ཡག་པོ་འདྲ་བོ་སྐབས་སྐབས་ལ་སྡུག་པོ་འདྲ་བོ་དག་དེ་ཅན་གྱི་རྣམ་རྟོག་དང། སྐབས་སྐབས་ལ་ཞི་བ་འདྲ་བོ་སྐབས་སྐབས་ལ་རགས་པ་འདྲ་བོ་དག་དེ་འདྲ་ཡོང་གི་ཡོད་པ་རེད་ལ། རྦ་རླབས་སྣ་ཚོགས་ངེས་པ་དང། ཚིག་བཟུང་མེད་པ་ད་འདི་འདྲས་ཡོང་གི་རེད་འདི་འདི་ག་ཙམ་རེད་བསམ་པ་གི་ཚིག་འདྲ་པོ་དེ་བཟུང་ཡ་མེད་པ་འབྱུང་ཨ་དེ་འབྱུང་གི་རེད་ད་དེ་འདྲས་ཚིག་སྒོམ་དེ་སྐྱོང་བའི་སྐབས་སུ་ལ་དེ་འདྲས་དེ་ཚིག་ཉམས་མྱོང་འདྲ་པོ་མ་འདྲ་བ་མ་འདྲ་བ་ཉམས་མཐུན་པོ་ཡག་པོ་སྡུག་པོ་དེ་ནས་དེ་འདྲས་མང་པོ་ཡོང་གི་རེད། དེ་ནས་ད་དེ་འདྲ་འབྱུང་གི་རེད། དེ་འབྱུང་བ་དེ་ལ་དཔེ་བཞག་པ་རེད་ལ། དཔེར་ན་ལམ་ཐག་རིང་པོ་ཅིག་ལ་འགྲོ་བའི་སྐབས་སུ། དེ་ནས་ཞག་པོ་མང་པོ་ལ་འགྲོ་དགོས་པའི་གི་ལམ་ཀ་འདྲ་པོ་ཅིག་ལ་འགྲོ་བའི་སྐབས་སུ། དེ་ནས་སྐབས་འགའ་ལ་ལམ་ཀ་ལ་སྐྱིད་པོ། ཡག་པོ་བདེ་པོ་ཡང་ཡོང་གི་རེད་ལ་སྐབས་འགའ་ལ་དཀའ་ལས་ཁག་པོ་སྐྱིད་པོ་མེད་པ་དེ་འདྲས་ཡོང་གི་རེད། སྣ་ཚོགས་ཀྱི་གནས་མཐོང་བ་དང་འདྲ་བ་སྐབས་འགའ་ལ་ས་ཆ་སྐྱིད་པོ་དཔེ་ཡག་པོ་དེ་འདྲས་དང་སྐབས་འགའ་ལ་ས་ཆ་སྐྱོ་པོ་ཐ་སྡུག་པོ་དེ་འདྲས་མཐོང་བ་དང་འདྲ་བ་ད་དེ་འདྲས་ཡོང་གི་རེད། ཡོང་གི་རེད་ལ། དེ་དང་འདྲ་བས་ད་དེའི་སྐབས་དེ་ན་ལ་ག་རེ་དགོས་ཀྱི་རེད་ཟེར་ན།

དེ་ནས་པའི་ང་རྒྱལ་འདྲ་པོ་དང། དེ་ནས་ད་དེ་ལ་པའི་དེ་འདྲས་ཀྱི་ཚོར་བ་འདྲ་པོ་གང་ཡང་མེད་པ། རང་བཞིན་གྱི་རོང་ལམ་སྐྱོང། སྡུག་པོ་བྱུང་ན་ཡང་ང་པས་སྡུག་པོ་ཡོང་གི་འདུག་བསམ་ནས་དེ་ནས་ཡིད་ཐང་ཆད་པ་འདྲ་པོ་དང་སེམས་པ་སྐྱོ་བ་འདྲ་པོ་མ་ཡིན་པ་རང་བཞིན་གྱི། དེ་ནས་གོང་ཤར་ཆད་འཛིན་མེད་པ་འདི་ལ་འདི་ལ་ཡག་པོ་རེད་ད་ཡག་པོ་བྱུང་སོང་བསམ་པ་དང། འདི་པས་སྡུག་པོ་བྱུང་སོང་ད་ཡག་པོ་བྱུང་མ་སོང་བསམ་པ་འདྲ་པོ་མ་ཡིན་པར། དེ་ནས་རང་ལམ་བསྐྱངས། རང་གི་ཉམས་མྱོང་གི་སྟེང་ལ་མཉམ་པར་བཞག་ནས་ཡག་པོ་བྱུང་བའི་སྐབས་སུ་ལ་ཡང་དེ་ག་རང་བསྒོམ། སྡུག་པོ་བྱུང་བའི་སྐབས་སུ་ལ་ཡང་དེ་ག་རང་བསྒོམ་ནས་ཉམས་མྱོང་རང་ལམ་བསྐྱང་དགོས་ཀྱི་རེད་བསམ། དཔེར་ན་དྭགས་པོ་རིན་པོ་ཆེ་གི་ཏིང་ངེ་འཛིན་བསྒོམ་པའི་སྐབས་སུ་ལ་དེ་ནས་ཉམས་མྱོང་མ་འདྲ་བ་མ་འདྲ་བ་མང་པོ་བྱུང་བ་རེད་ལ། དེ་ནས་རྒྱལ་སྲིད་མི་ལ་རས་པ་ལ་ཞུགས་དུས་དེ་ལ་དེ་རྐྱེན་ཡང་མ་རེད་ཡོན་ཏན་ཡང་མ་རེད་དེ་ནི་སྒང་དགོས་ཀྱི་རེད། དེ་ནི་སྒང་དགོས་ཀྱི་རེད་བསམ་ནས་དེ་ནི་ཉི་མ་བཅས་ལ་དཔེ་བཞག་གནང་རེད་ལ། དཔེར་ན་མིག་བཙིར་ནས་ཟླ་བ་ལ་བལྟས་ན་ཟླ་བ་གཉིས་སུ་མཐོང་གི་རེད། དེ་ནི་མི་ཁ་ཤས་ཀྱིས་བསམ་ན་ཨ་མི་གཞན་དག་གང་གང་གིས་ཟླ་བ་གཅིག་རང་མཐོང་གི་ཡོད་རེད་ངས་ཟླ་བ་གཉིས་མཐོང་གི་རེད་ང་དཔེའི་ཡོན་ཏན་ཕུན་སུམ་ཚོགས་པ་ཅིག་ཡག་པོ་ཅིག་ཡིན་ས་རེད་བསམ་ན་དེ་ཡང་མ་རེད། ཡང་སྐྱེས་ཀྱི་བསམ་བློ་བཏང་ན་འོ་མི་གཞན་དག་གང་ག་གི་ཟླ་བ་སྐྱེས་རང་མཐོང་གི་ཡོད་བ་རེད་ངའི་ཟླ་བ་གཉིས་མཐོང་བསྡད་ཀྱི་འདུག་འདི་གང་ཡིན་ན་ད་ང་ཉེན་ཁ་ཆེན་པོ་ཅིག་ཡིན་པ་འདྲ་བསམ་ན་དེ་ཡང་མ་རེད་མིག་རྩེར་ཞོག་པའི་གི་སྟབས་ཀྱིས་ཟླ་བ་གཉིས་མཐོང་གི་ཡོད་བ་རེད། དེ་བཞིན་དུ་སེམས་ལ་སྣེ་དུ་སྣེ་ནས་སྒང་དུས་དེ་ལ་སྐབས་འགའ་ལ་བདེ་བའི་ཉམས་སྐབས་འགའ་ལ་གསར་བའི་ཉམས་དེ་ནས་སྐབས་འགའ་ལ་འཇིགས་སྐྲག་གི་ཉམས་ལ་སོགས་པ་ད་དེ་འདྲས་ཁྱད་པར་ཅན་མ་འདྲ་བ་མང་པོ་ཡོང་གི་ཡོད་བ་རེད་དེ་ཡིན་ན་ཡང་དེ་ལ་སེམས་ལ་གནས་དང་ནུམ་པའི་ཨོང་གེ་ཤར་གི་ཡོད་བ་རེད་དེ་ལ་རྐྱེན་དང་ཡོན་ཏན་གང་ཡང་མ་རེད་དེ་མུ་མཐུད་ནས་དགང་དགོས་ཀྱི་རེད་གསུང་བ་ནང་བཞིན་སྐབས་འདིར་ཡང་གང་ཤར་ཁྱད་འཛིན་མེད་པར་རང་ལམ་སྐྱོང་དེ་ནི་ང་རང་གི་དགང་གི་ཉམས་མྱོང་ག་རེ་ཡོད་པ་དེ་ཡོང་ནས་ཡོང་དུ་སྐྱོང་ནས་དེ་དགང་དགོས་ཀྱི་རེད། དེ་ནི་ད་དེ་ལྟ་བུའི་གང་ཡང་རྐྱེན་དང་ཡན་ཏན་མི་འཛིན་པར་དེ་ཀ་སྙམ་ནས་བསྐྱང་དགོས་པ་རེད། ད་དེའི་སྐབས་སུ་ལ་ག་རེ་བསྟན་ཡོད་རེད་ཟེར་ན་སྤྱི་སྟངས་ཀྱི་ད་ང་རང་ཚོ་ཉམས་རྟོགས་སེམས་ཉིད་ཀྱི་གནས་ལུགས་ངོ་འཕྲོད་ནས་ད་དེ་སྙམ་དེ་སྐྱོང་སྐབས་སུ་ལ་ག་རེ་དགོས་ཀྱི་རེད་ཟེར་ན་དག་གཞི་དྲན་ཅན་མ་ཡིན་པར་སྐྱོང་དགོས་ཀྱི་རེད། སྐྱོང་དུས་ཚོར་བ་ག་འདྲས་ཡོང་གི་རེད་ཟེར་ན་སྐབས་འགའ་ལ་ཡག་པོ་སྐབས་འགའ་ལ་སྡུག་པོ་འདྲ་པོ་དེ་འདྲས་མང་པོ་ཡོང་གི་རེད། ཡོང་གི་རེད་བསྟན་ཡིན་ན་ཡང་དེ་ལ་ཡག་པོ་ལ་ཆགས་ཞེན་དང་སྡུག་པོ་ལ་འཇིགས་སྐྲག་ལ་སོགས་པ་གང་ཡང་མི་སྲིད་པར་ཐད་ཀར་བསྐྱང་དགོས་ཀྱི་རེད་གསུངས་བ་རེད། གསུང་བ་རེད་ལ། དེས་ན་ནི། ད་དེ་དུས་རྒྱུན་དུ་བསྐྱང་བའི་སྐབས་སུ་ལ་དྭགས་དེ་འདྲ་ཡོང་གི་རེད་ལ། དེས་ན་ནི་དམིགས་བསལ་དུ་ལྷག་པར། ལྷག་པར། མ་གང་པའི་དུས་ན་དང་པོ་ལས་དང་པོ་པ་གམ་ཆ་དེ་ཙམ་མེད་པ། དེ་སྐབས་ལ་རྣམ་རྟོག་སྣ་ཚོགས་མེ་ལྟར་འབར་བ། གཡོ་བའི་ཉམས་ཀྱི་དུས་སུ། དུས་བཅད་ཡོང་གི་རེད་ཟེར་རྣམ་རྟོག་བསྐྱེད། སྒང་མོ་ཁ་ཤས་རྒྱབ་ན་ཡང་རྣམ་རྟོག་བསྐྱེད། རྣམ་རྟོག་ཤུགས་ཆེན་པོ་བསྐྱེད་རྩ་ནི་བཀག་མ་ཐུབ་པ་འདྲ་བོ་ད་དེ་འདྲའི་མེ་ལྟར་འབར་བ། གཡོ་བའི་ཉམས་ཟེར་དེ་ནི་རྣམ་རྟོག་གི་རྗེས་སུ་རྣམ་རྟོག་བསྐྱེད་རྣམ་རྟོག་གི་རྗེས་སུ་རྣམ་རྟོག་བསྐྱེད་བ་འདྲ་བོ་དེ་འདྲ་ཡོང་གི་རེད། དེ་ནི་དེའི་སྐབས་དེ་དག་ལ་དེ་ལས་དང་པོ་པ་ལ་དམིགས་བསལ་གྱི་དེ་ཡོང་གི་རེད། དེ་ཡོང་བའི་སྐབས་སུ་ལ་ག་རེ་དགོས་ཀྱི་རེད་ཟེར་ན། དེའི་མ་སེང་བར་ཟེར་ན། ད་ད་ཙག་ནས་འོང་ས་མ་རེད་ད་གཡོག་ཤོག་བསམ་པ་འདྲ་བོ་གི་སེམས་པ་སྐྱོ་སེམས་པ་སོན་ནས་དེ་འདྲ་གཡོག་ཡོད་པ་འདྲ་བོ་མ་ཡིན་པར་མ་སེང་བར་ཟེར་ཏེ། དེ་ནི་སྒྲིམ་ལེ་རན་པོའི་དེ་ནི་ཧ་ཅང་སྒྲིམ་དྲགས་པ་མ་ཡིན་པར་ཧ་ཅང་བློས་དྲགས་པ་མ་ཡིན་པ་རན་པོར་བསྐྱོང་ནས། དེ་བརྒྱད་འདི་མ་བཏང་བར་སྐྱོང་བས་ད་དེ་བསྐྱངས་ན་དེ་ནི་ག་ལས་ཡོང་གི་རེད། དེ་ནས་ད་དེ་བརྒྱད་འདི་མ་བཏང་བར་སྐྱོང་བས་ཐོད་པ་ལ་སོགས་པའི་ཉམས་ཕྱི་མ་དག་རིམ་བཞིན་འབྱུང་ངོ། ད་དེ་ལ་ཐོད་པའི་ཉམས་སེང་གེ་སྐྱེད་དོ། གང་པའི་ཉམས་ཟིན་མཁན་བཅས་དང། བསྟན་པའི་ཉམས་ཟིན་མཁན་དེ་ཚོ་རིམ་བཞིན་འདོགས་ཡོང་གི་ཡོད་པ་རེད་ལ། དང་པོ་ཐོབ་པའི་ཉམས་ཟིན་ནི་ད་ལྟ་འདའ། དཔེར་ན་ང་རང་ཚོ་ཕྱོགས་ཞེན་གྱི་འཕྲེད་ཡིག་ནང་དུ་སོང་ན། དེ་ནི། གནས་པ་དང་པོ། རི་གཟར་གྱི་འབབ་ཆུ་ལྟ་བུ། ཟེར་དེ་ནི་ལྟས་ཀྱི་རྦ་རླབས་འགྲོ། རི་གཟར་བོ་ནི་ཆུ་འབབ་དུས་དེར་ཞི་དྲག་བསྡད་ཀྱི་ཡོད་མ་རེད། དེ་ནི་རྦ་རླབས་དང་ཚུར་ནས་བསྡད་ཀྱི་ཡོད་རེད་ལ། དེ་ཡང་དེའི་དང་པོ་ང་རང་གི་ཚོ་བསམ་ན་རྐྱེན་མིན་འགྲོའི་རྣམ་རྟོག་མང་པོ་སྔོན་མ་མེད་པ་འདྲ་པོ་བཅས་སྐྱེ་གི་འདུག་བསམ་ན་དེ་ཡང་མ་རེད་སྔོན་མ་རྣམ་རྟོག་མང་པོ་སྐྱེ་གི་ཡོད་རེད་དེ་ངོས་ཟིན་གི་ཡོད་མ་རེད་ལ་དེ་ནས་སྒང་རྒྱག་དུས་དེ་ལ་ད་རྣམ་རྟོག་མང་པོ་ཅིག་སྐྱེ་གི་འདུག་བསམ་ནས་ངོས་ཟིན་ཡོང་བ་རེད་དེ་དེ་ཚིག་སེམས་ལ་གནས་ཤ་ཐོབ་པའི་གི་རྟགས་རེད་ད་དེ་ལ་ཐོབ་པའི་ཉམས་གསུང་གི་ཡོད་རེད། དེ་ནས་གཉིས་པ་དེ་གང་བི་ཉམས་གསུང་གི་ཡོད་རེད་ལ་ད་དེ་ལ་རིམ་པས་གམ་ནི། དེ་ནས་གནས་པ་གཉིས་པ་ཆུ་བོ་ཆེན་པོ་དར་གྱིས་འབབ་པ་ལྟ་བུ་ཟེར་ཞག་ནི་སྣ་ཚོགས་འདྲ་བོ་ཆུང་ཆུང་ཆུང་ཆུང་མང་པོ་ཡོང་གི་ཡོད་རེད་བསྡད་ཀྱི་ཡོད་མ་རེད་དེ་ཡིན་ན་ཡང། དེ་ནས་རྦ་རླབས་འདྲ་བོ་ཆེན་པོ་སྣ་ཚོགས་རགས་པ་མེད་པ་འདྲ་བོ་ཅིག་བྱུང་བ་དེ་ལ་གནས་པ་བར་བ་རི་གནས་པ་བར་བ་ཆུ་བོ་ཆེན་པོ་ལྟ་བུ་ཟེར། དེ་ནས་ད་གནས་པ་ཐ་མ་རྒྱ་མཚོ་མི་གཡོ་བ་ལྟ་བུ་ཟེར་དུས་དེ་ནས་ད་དེ་དེ་ལ་གོམས་ནས་ད་ད་ལྟ་སྐབས་འདིར་སོང་ན་བསྟན་པའི་ཉམས་གསུང་གི་ཡོད་པ་རེད་ལ་ད་དང་པོ་ཐོབ་པའི་ཉམས་དེ་ནས་གོམས་པའི་ཉམས་དེ་ནས་བསྟན་པའི་ཉམས་དེ་ནས་བརྟན་པོ་བྱུང་ནས་གནས་པ་ཐ་མ་རྒྱ་མཚོ་མི་གཡོ་བར་གནས་པ་ལྟ་བུ་ཟེར་དེ་ནས་རྒྱ་མཚོ་གནས་པ་ལྟ་བུ་སྟེ་མི་གནས་བསྡད་པ་འདྲ་པོ་ད་དེ་འདི་ལ་གསུང་གི་ཡོད་པ་རེད་ལ། ཐོབ་པ་སོགས་ཀྱི་ཉམས་ཚད་མ་དག་རིམ་བཞིན་དུ་འབྱུང་བར་འགྱུར་རོ། འབྱུང་ངོ། ཟད་ད་དེ་རྒྱུན་སྐྱོང། རིམ་གྱིས་རིམ་གྱིས་རྒྱུན་སྐྱོང་བསྒོམས་ན་དེ་ནས་དེ་ཡོང་གི་རེད་གསུངས། དེ་ནས་ད་དེ་བཞིན་དུ་ད་ད་དེ་ལྟར་དུ་བསྒོམས་པའི་སྐབས་སུ་ལ་ད་སྤྱི་དང་གི་ང་རང་ཚོ་ཐུན་མོང་གི་ཁྲིད་ཡིག་གི་ལྟར་དུ་བྱས་ན་དེ་ནས་ཉེས་པ་ལྔ་སྤོང་གསུངས་ཀྱི་ཡོད་རེད་ལ་ཉེས་པ་ལྔ་དེ། དང། ལེ་ལོ་དང་བཅས། གདམས་ངག་རྒྱས་པ་དང་གཉིས། སྲིང་བརྗོད་དང་གསུམ། འདུ་བྱེད་པ་དང་བཞི། འདུ་མི་བྱེད་པ་དང་ལྔ། ཧ་ཅང་འདུ་བྱེད་པ་དང་ཧ་ཅང་འདུ་མི་བྱེད་པ་སྟེ་ལྔ་གསུམ་ཡོད་རེད་ལ། དེ་ནས་ད་དང་པོ་དེ་ལ། ལེ་ལོ། ད་ཁྱེད་སྒོམ་དེ་དགོས་ཀྱི་འདུག་སྟེ་ཡིན་ན་ཡང་སྒོམ་ཐུབ་ཀྱི་མི་འདུག་སོང་ནས་ལེ་ལོས་ཀྱི་དབང་དུ་ཤོར་ན། དང་པོ་སྒོམ་གྱི་སྦྱོར་བ་ལ་སྒྲིབ། ད་སྒོམ་དང་པོ་མགོ་བཙུགས་པ་ལ་དང་པོ་ཡག་པོ་འཇུག་མ་ཐུབ་པ་ད་དེ་འདྲ་ཡོང་གི་ཡོད་བ་རེད་ལ། དེའི་ག་ཕྱིར་ན་ལེ་ལོ་སྤོང་ནས་བརྩོན་འགྲུས་རྩོམ། དེ་ནས་ད་ད་ད་དེའི་རྗེས་སུ་སྡོམ་ངག་རྒྱས་པ་རེད། གཉིས་པ་སྔགས་ཀྱི་ནང་ནས་གཉིས་པ་དེ་གདམས་ངག་རྒྱས་པ་རེད་ལ། གདམས་ངག་རྒྱས་ཟེར་དུས་དེ་ལ་གདམས་ངག་དེ་ཚོ་ཡང་ཟིན་ཡང་ཟིན་དྲན། ད་དེ་གི་ཞི་གནས་ཀྱི་སྐབས་ཀྱི་གདམས་ངག་དང་ལྷག་མཐོང་གི་སྐབས་ཀྱི་གདམས་ངག་དང་ད་སྐབས་འདིར་ཡིན་ན་མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་དང། དེ་ནས་ད་དེ་གི་སྲིད་པའི་དྲྭ་བ་བསྐྱེད་པའི་མན་ངག་དེ་ཚོ་དྲན།

ད་སེམས་གཟེངས་བསྟོད་པ་དང་སེམས་ད་ད་སྐྱོ་བ་སྐྱེས་པ་དང་རྒོད་པའི་སྙིང་པོ་ལ་སྐྱོ་བ་སྐྱེས་པ་དང། དེ་ནས་ཟིང་བའི་སྙིང་པོ་ལ་སྤྲོ་བ་སྐྱེས་པ་སེམས་དགའ་སྤྲོ་སྐྱེས་པ་སེམས་གཟེངས་བསྟོད་པ་ད་དེ་འདྲའི་གོ་གི་ཡོད་རེད། དེ་ནས་ད་དེ་ཧ་ཅང་དུ་སྲིད་པ་དང་ཧ་ཅང་དུ་མི་སྲིད་པ་གཉིས་དེ་འོག་ནས། བསྟན་འདུག་ལ་ད་དེ་ལྟ་བུ་གི་ཉམས་བཅངས་ནས་སྒོམ་དགོས་ཀྱི་ཡོད་རེད། ད་དེ་ལྟ་བུ་ལས་དང་པོ་པ་ཡིན་ན་ཡང་རུང། དེ་ནས་ད་སྒོམ་ལ་ཉམས་མྱོང་ཅུང་ཟད་སྐྱེས་པ་ཡིན་ན་ཡང་རུང་དེ་འདི་དུས་སྤྱིར་རིག་པ་དང་མ་རིག་པ། ཀུན་གཞི་དང་ཆོས་སྐུ། རྣམ་ཤེས་དང་ཡེ་ཤེས་ཀྱི་སྐྱེས་པར་བླ་མའི་མན་ངག་གི་ཉམས་མྱོང་གི་སྟེང་ནས་ངོ་འཕྲོད་པ་གདེང་དུ་བྱས་ནས་ད་དེ་ད་དང་པོ་ང་རང་གི་སྤང་བྱ་མ་རིག་པ་དེ་ག་འདི་རེད་གསུང། དེའི་སྤང་བྱེད་ཀྱི་གཉེན་པོ་རིག་པ་དེ་ག་འདི་ཀྱང་གསུང་ད་ང་རང་གི་ཉམས་ལ་ད་ད་མ་རིག་པ་ཡོང་གི་འདུག་དོ་རིག་པ་ཡོང་གི་འདུག་དེ་ནས་དེ་བཞིན་དུ་སྤང་བྱ་ཀུན་གཞི་དེ་ག་འདི་ཀྱང་གསུང། གཉེན་པོ་ཆོས་ཀྱི་སྐུ་དེ་ག་འདི་རེད་གི་འདུག་ཆོས་ཀྱི་སྐུ་ཡི་བསགས་ཆ་དེ་ག་འདི་ཡོང་གི་འདུག་རྟེན་གཞི་གི་དེ་ནི་རྨོངས་གཏི་མུག་གི་ཆ་དེ་ག་འདྲའི་ཡོང་གི་འདུག་དེ་ཚོ་དང། དེ་ནི་རྣམ་ཤེས་ཀྱི་མ་རིག་པའི་ཆ་དེ་ག་འདྲའི་ཡོང་གི་འདུག་ཡེ་ཤེས་ཀྱི་གསལ་བའི་ཆ་དེ་ག་འདྲའི་ཡོང་གི་འདུག་ཅེས་པས་སྐྱེས་པར་ད་ང་རང་གི་ཧ་གོ་བ་དེ་ཧ་གོ་བ་དེ་ཡང་བླ་མའི་མན་ངག་གི་ཉམས་མྱོང་གི་སྟེང་ནས་བླ་མའི་མན་ངག་གིས་སོང། བླ་མས་ཀྱིས་ད་འདི་རིག་པ་རེད་འདི་མ་རིག་པ་རེད། འདི་ཀུན་གཞི་རེད་འདི་ཆོས་ཀྱི་སྐུ་རེད་བསམ་ནས་ངོ་སྤྲད་དོ། ངོ་སྤྲད་པ་དེ་བླ་མའི་མན་ངག་གིས། གནང། ཉམས་མྱོང་གི་སྟེང་ནས་རང་གི་ཉམས་མྱོང་གི་སྟེང་ནས་ཡ་ད་དེ་དེ་འདྲ་ཡོང་གི་ཡོད་པ་དེ་དེ་རེད་བསམ་པའི་ཉམས་མྱོང་གི་སྟེང་ནས་ངོ་འཕྲད་པ་བླ་མའི་མན་ངག་དང་བཅས་ཀྱིས་རང་གི་ཉམས་མྱོང་དང་གཉིས་བྱས་ནས་ངོ་འཕྲད་པ་གདེང་དུ་བྱས་ནས་ད་དེར་ནོར་ས་ཡོད་མ་རེད་གོར་ས་ཡོད་མ་རེད་བསམ་པའི་སེམས་ཐག་བཅད་པ་ཅིག་དགོས་ཀྱི་ཡོད་རེད་དེའི་སྔོན་ལ་སྐྱོང་དགོས་ཀྱི་རེད་བསམ། དེ་ནས་ད་དེ་ལྟ་བུ་ཅིག་བྱས་ནས་སྐྱོང་དགོས་ཀྱི་རེད་ལ། དེ་སྐྱོང་བའི་གི་དུས་སུ་ད་སྐྱོང་བའི་གི་དུས་སུ་བླ་མའི་མན་ངག་དང། རང་གི་ཉམས་མྱོང་གཉིས་ལ་ཡིད་ཆེས་དང་བཅས་ཏེ་དེ་གདེང་དུ་བྱས་ནས་དེ་ལ་གདེང་ཐོབ་ནས་ད་དེ་འགྲིག་གི་རེད་དེ་ལ་ནོར་ས་ཡོད་མ་རེད་བསམ་པ་བྱས་ནས་སྐྱོང་དགོས་ཀྱི་རེད་ལ་དེ་སྐྱོང་བའི་གི་སྐབས་ད་ལྟ་ན་ལ་ག་རེ་དགོས་ཀྱི་རེད་ཟེར་ན་དཔེ་ཞོག་པ་རེད། ཆུ་མ་བསྒུལ་ན་དྭངས་པ་ལྟར་ཆུ་སྨྱུག་མ་ཅན་ཞིག་ཡོད་ན་དེ་མ་བསྒུལ་བ་འཇོམས་ཐིག་ངེས་ཞོག་ན་དེ་ནི་ཐ་ལ་དེ་ཚོ་མ་ཞབས་ལ་བཏེགས་ནས་དེ་ནི་ཆུ་དེ་དྭངས་པར་འགྲོ་གི་རེད་ལ། དཔེ་དེ་ལྟར་དུ། དེ་ནི་རྣམ་ཤེས་དང་ཡེ་ཤེས་གཉིས་ཀྱི་ནང་ནས་རྣམ་ཤེས་རང་སར་བཞག་པས་དེ་དེ་རང་ས་དེ་བཀག་ཨེ་མ་བཀག་གསར་དུ་ཡང་མ་བསྟན་པར་རང་སར་བཞག་པས་དེ་མ་ཡལ་ནས་དེའི་ཆོས་ཉིད་ཀྱི་ཡེ་ཤེས་དེ་རང་བྱུང་དུ་གསལ་བ། སས་མ་བཅོས་པའི་གནས་ལུགས་དེ་རང་བྱུང་དུ་གསལ་བས་མན་ངག་གཙོ་བོར་ཟ་དགོས་ཅེས་ད་དེ་གཙོ་བོ་སྟེ་རྣམ་རྟོག་གི་རྗེས་སུ་མ་འབྲང་བར་ཆོས་ཉིད་ཡེ་ཤེས་རང་བྱུང་དུ་གསལ་བས་མན་ངག་དེ་གཙོ་བོར་ཟ་དགོས་ཀྱི། བདག་གི་སྒོམ་རྒྱུ་འདི་རྣམ་ཤེས་སམ་ཡེ་ཤེས་གང་ཡིན་དེ་ནི་ད་དེ་ད་འདི་ད་ལྟ་རྣམ་ཤེས་རེད་ཡེ་ཤེས་རེད། གང་ཡིན། སྤང་བླང་གི་སྐྱེས་ར་དང། དེ་ནས་ད་དེ་སྤང་དགོས་ཀྱི་འདུག་དེའི་ཚུལ་བླང་དགོས་ཀྱི་འདུག་གསུངས་པའི་རྟགས་ཀྱིས་མང་པོ་བྱས་ནས། དཔེ་ཞིག་གོ་ལྡོག་གི་འདུ་འཕྲོ་སྤེལ་བར་མི་བྱ། དེ་ནས་དཔེ་ཆ་མང་པོ་བཏགས་དེའི་གོ་བ་འདི་འདྲའི་རེད་འདི་འདི་གི་རེད་འདུག་གསུངས་ཏེ། གསུམ་ནས་ཕ་གསུམ་ལོ་མང་པོ་བཏང་དེ་སྤེལ་བར་སྤེལ་ཉན་གྱི་མ་རེད། སྤེལ་ཉན་གྱི་མ་རེད་གསུངས་བ་རེད་ལ། དེ་ནས་དེ་ལ་ད་གཞི་ད་ལྟ། སྒང་གི་སྤྱན་སྔགས་ཀྱི་ནང་ནས་ད་ཧ་ཅང་འདུ་བྱེད་པ་དང་ཧ་ཅང་འདུ་མི་བྱེད་པ་གསུངས་ཏེ་ཧ་ཅང་འདུ་བྱེད་པ་ཟེར་གྱི་འདུག་དེ་ནས་ཡང་ཡང་བསྐྱར་དུ་བསམ་བློ་བཏང་ནས་ཅིག་རེད་འདི་འདི་རེད་འདི་མ་རེད་གསུངས་ཏེ་བསམ་བློ་མང་པོ་བཏང་ན་ཞི་ལྷག་གཉིས་ཀ་ལ་ཅུང་ཟད་འགྲིབ་པར་འགྱུར་རོ་དེ་ནས་ཞི་གནས་སྒང་པའི་སྐབས་ཡིན་ན་ལྷག་མཐོང་སྒང་པའི་སྐབས་ཡིན་ན་ཞི་ལྷག་ཟུང་འཇུག་སྒང་པའི་སྐབས་ཡིན་ན། དེ་ཚེ་ཐིག་དཀྲུགས་འགྲོ་གི་ཡོད་རེད་ལ། དེའི་ཕྱིར་ན། ད་ལྟ། ཏིང་ངེ་འཛིན་གྱི་སྤྱན་ལྔ་སྤོང་པའི་སྐབས་སུ་ལ་ཡང། དེ་ནི། ཧ་ཅང་འདུ་བྱེད་པ། དེ་ནི་གནས་འདི་འདུག་དེར་ད་གནས་ཀྱི་འདུག་གནས་ཀྱི་མི་འདུག་རྟོག་བྱེད་ཆེ། སྒོམ་གསལ་པོ་ཡག་པོ་བྱུང་དུས་ཡོང་གི་འདུག་མི་གི་འདུག་སོགས་ནི། དེ་ནི་བསམ་བློ་མང་པོ་རྟོག་བྱེད་མང་པོ་བྱས་ན་ཐིག་དཀྲུགས་འགྲོ་གི་རེད་ལ། དེ་ཡག་པོ་ཡོད་མ་རེད། དེ་ནས་ཡང་རྐྱེན་བྱུང་ཚུལ་དེ་ལ་རྟོག་གཅིག་མ་བྱས་ན་རྐྱེན་མང་པོ་མང་པོ་ལྷད་འོང་གི་རེད་ལ། དེ་ནི་ཧ་ཅང་འདུ་བྱེད་པ་དང་ཧ་ཅང་འདུ་མི་བྱེད་པ་གཉིས་སྤང་དགོས་སོང་བ་རེད་ལ། དེའི་ཕྱིར་ན་ད་ལྟ་རྗེ་མགོན་པོ་པ་གས་གསུངས་ན་ཡང། དེ་ནི་ཕྱག་རྒྱ་ཆེན་པོ་དགོངས་འདུས་སུ་ཚད་མེད་སྦྱོར་བ་མ་སྐད་ཅིག་མི་རྟོག་ཡེ་ཤེས་ཡར་ཉེ་ཡེ། རྗེ་མགོན་པོ་པ་ལ་མི་ལ་རས་པས་ཀྱི་གདམས་ངག་གནང་ནས། ཁྱེད་རང་གི་ཕྱག་རྗེས་ཆེན་པོ་སྒང་པོའི་སྐབས་སུ་ལ་དེ་ནས་རིགས་པ་བཏང། དེ་རྟགས་དཔྱད་དམངས་པོ་བྱེད་རྒྱུ་ཡོད་མ་རེད། ད་ད་ལྟ་འདི་ནས་གསུང་བ་ནང་བཞིན་གྱི་མན་ངག་གཙོ་བོར་བྱས་ཏེ་དེའི་ངང་དུ་དེ་ནས་མ་བསྐྱོད་པར་རང་བབས་སུ་གཞག་རྒྱུ་དེ་གལ་ཆེ་གི་རེད། གལ་ཏེ་རྟགས་དཔྱད་དམངས་པོ་བྱས་ན་དེ་ནས་མི་རྟོག་ཡེ་ཤེས་དེ་ཕ་ཡལ་འགྲོ་གི་ཡོད་རེད་གསུང་བ་རེད་ལ། དེའི་ཕྱིར་ན་རྟགས་དཔྱད་དམངས་པོ་བྱེད་ཉན་གི་མ་རེད་གསུང། དེ་ནས་ད་ད་ལྟ་འདི་ལ་ད་ནམ་མཁའ་ལྟར་མཉམ་པ་ཉིད་ལ་གནས་པའི་མན་ངག་གསུང་གི་ཡོད་པ་རེད་ལ། ད་དང་པོ་དེ་ལ་མ་རིག་སྒོ་ངའི་སྦུབས་འབྱེད་པའི་མན་ངག་དང་སྲིད་པའི་དྲ་བ་བཅད་པའི་མན་ངག་གཉིས་ཀྱི་སྒོ་ནས་དེ་ནི་སེམས་ཀྱི་གནས་ལུགས་དེ་ཡག་པོ་ཅན་ངོ་ཤེས་ངོ་འཕྲོད་ནས། ད་ག་རེ་དགོས་ཀྱི་རེད་ཟེར་ན་ནམ་མཁའ་ལྟར་སྙོམས་པ་ཉིད་ལ་གནས་པའི་མན་ངག་དེ་དགོས་ཀྱི་ཡོད་རེད་ལ་དེ་ནམ་མཁའ་ལྟར་སྙོམས་པ་ཉིད་ལ་གནས་པའི་མན་ངག་དེ་ག་འདྲའི་རྟགས་ཡིན་ཡོད་རེད་ཟེར་ན་དེ་ནི་ད་ལྟ་དེ་གའི་སྟེང་དུ་ད་རིག་པའི་ཤེས་བྱེད་དེ་ཤེས་པ་ཙམ་གྱིས་མི་ཆོག་དེ་ལ་གང་པ་བསྟེན་དགོས་སམ། དེ་ལ་གང་པ་བསྟེན་པའི་ཆེད་དུ་དྲན་ཤེས་ཀྱི་རྒྱན་གྱིས་སྐྱོང་ནས། དེ་ནས་ཏིང་ངེ་འཛིན་གྱི་རྒྱན་སྐྱོང་བ་མ་ཡིན་པར་སྐྱོང་བ་དེ་ག་ལ་བྱེད་བ་ཡིན། ད་དེ་མ་ཡིན་པ་སྐྱོང་དགོས་ཀྱི་རེད། ནམ་མཁའ་ལྟར་སྙོམས་པ་ཉིད་ཀྱི་མན་ངག་དེ་ལ། ད་དེ་ངོ་ཤེས་པ་དེ་གིས་འགྲིག་གི་མ་རེད། ངོ་ཤེས་པ་དེ་རྐྱང་པས་ཀྱང་འགྲིག་གི་མ་རེད་དེ་སྟེང་དུ་བསྒོམས་ཏེ། རྒྱན་རིང་བསྲེལ་ནས་སྐྱོང་དགོས་ཀྱི་རེད། རྒྱ་ཡིག་སྐྱོང་དུས་ག་འདྲས་ཡོང་གི་རེད་ཟེར་ན་མཐོ་ཚགས་དམའ་ཚགས་སྐྱེག་ཚགས་སྡུག་ཚགས་དེ་འདྲས་མང་པོ་ཡོང་གི་རེད་དེ་ཡིན་ན་ཡང་དེ་ལ་བཟང་ངན་གྱི་རྣམ་རྟོག་ཞེ་དྲག་མེད་པ་དེ་ནི་གང་ཤར་ཁྱད་འཛིན་མེད་པ་རང་རང་ལ་སྐྱོང་དགོས་ཀྱི་རེད་ལ་དེ་ལྟ་སྟེ་བལྟས་ཚེ་མཐོ་ཚགས་དམའ་ཚགས་གང་བྱུང་ན་ཡང་དེ་ལ་བརྟག་དཔྱད་ཞེ་དྲག་མ་བྱས་པར་དེ་ནི་སྐྱོང་དགོས་ཀྱི་རེད་དེའི་ནང་ནས་ལྷག་པར་དུ། ལས་དང་པོ་པ་ལ་ནང་དུ་མང་པོ་ཡོང་གི་རེད་དེ་ཡིན་ན་ཡང་བདུན་ལྷས་རིན་པོ་ཆེ་ནི་རྒྱུན་དུ་སྐྱོང་དགོས་ཀྱི་རེད་ཟེར་སོང། དེ་ནས་ད་དེའི་སྐབས་སུ་ལ་དེ་ནས་གནས་ཆག་དེ་སྐྱོང་བའི་སྐབས་སུ་ལ་དང་པོ་ད་དེ་ང་རང་གི་སྒང་གི་སྤྱན་དང་ཡན་ཏན་དེ་ཚོ་ཡག་པོ་ངོས་ཟིན་པ་བྱས་ནས་དེ་ནས་དེའི་སྟེང་དུ་གདན་བཅག་ནས་དེ་སྐྱོང་དགོས་ཀྱི་རེད་མ་གཏོགས་ཡང་དེ་སྒང་གི་སྐབས་དེ་ན་ལ་རྟོག་སྐྱིད་མང་པོ་བྱས་ཡག་རེད་མ་རེད་བསམ་པ་དེ་འདྲ་བྱེད་ཉན་གི་མ་རེད།

དེ་ནས་རང་བཞིན་གྱི། དེ་ནས་སེམས་ཀྱི་རྒྱུན་དུ་བརྟན་པོ་ཡོད་པའི་ཞི་གནས་ཀྱི་གོམས་ཆ་དང་བཅས། རང་ངོ་རང་གསལ་དུ་ཤེས་པའི་ལྷག་མཐོང། དེ་ནས་རང་གི་ངོ་བོ་དེ་རང་གི་གསལ་བོར་ཤེས་པའི་ལྷག་མཐོང། རང་ཤུགས་ཀྱིས་འབྲེལ་བ་ད་ལྟའི་ཞི་གནས་དང་ལྷག་མཐོང་གཉིས་པོ་དེ་ཕན་ཚུན་གཅིག་གིས་གཅིག་ལ་འབྲེལ་བ་ཡོད་བ་རེ་ལ་འབྲེལ་བའི་ཚུལ་དུ། གོམས་པ་བརྟན་པོར་སོང་བ་ད་ལྟའི་ཡག་པོ་ཅེས་ཞི་ལྷག་ཟུང་འཇུག་གི་དན་དུ་ཡག་པོ་ཅེས་བརྟན་པོར་སོང་ན།

དེ་ནི་རང་བཞིན་འོད་གསལ་གྱི་ལྷག་མཐོང། ད་དེ་རང་རང་ལ་ཡེ་ནས་ཡོད་པའི་ཞི་གནས། ཞི་གནས་དེ་སེམས་ལ་རང་བཞིན་གྱི་གནས་ཆ་ཡོད་པ་དེ་དང། རང་བཞིན་འོད་གསལ་གྱི་དེ་རང་བཞིན་གྱི་སེམས་ཀྱི་གནས་ལུགས་འོད་གསལ་བ་དེ་རང་ལ་ཡོད་པ་དེ། ཞི་ལྷག། ཡེ་ནས་དབྱེར་མེད་ཤེས་པ་རང་བྱུང་གི་ཡེ་ཤེས། རྫོགས་པ་ཆེན་པོའི་དགོངས་པ་འཆར་བར་འགྱུར་རོ་ད་དེ་ཉིད་ཐོད་ཐུག་ནས། དེ་ནི་རྫོགས་པ་ཆེན་པོའི་མན་ངག་དེ་དངོས་སུ་འཆར་བར་འགྱུར་རོ་གསུང་བ་རེད་ལ། འདི་ནི་ནམ་མཁའ་ལྟར་སྙོམས་པ་ཉིད་ལ་གནས་པའི་མན་ངག་གོ། ད་ནམ་མཁའ་ལྟར་ད་དེ་སྙོམས་པ་ཉིད་ལ་བརྟན་པོར་གནས་པའི་གི་མན་ངག་ད་དང་པོ། མ་རིག་སྒོ་ངའི་སྦུབས་འབྱེད་གཉིས་པ་སྲིད་པའི་དྲ་བ་བཅད། ད་གསུམ་པ་དེ་ནམ་མཁའ་ལྟར་སྙོམས་པ་ལ་གནས་པ་སྙོམས་པ་ཉིད་ལ་གནས་པའི་མན་ངག་དེ་ནི་དེ་ཡག་པོ་སྐྱོང་ཐུབ་པ་བཅད། གི་མན་ངག་རེད་ལ། ད་འདི་གསུམ་པ་དེ་རེད་ལ། དེ་ནས་འགྲེལ་པའི་ནང་ལ་འདི་གསུམ་རྐྱང་པ་ཡོག་ཡོག་རེད་དེ་ད་ང་རང་གིས་སོམས་ན། འདི་ཁ་ལ་ད་ད། སྐུ་གསུམ་ལྷན་ཅིག་གྲུབ་པའི་མན་ངག་འདྲ་པོ་ཅི་ཡོག་ན། བཞི་པ་དེ་སྐུ་གསུམ་ལྷན་ཅིག་གྲུབ་པའི་མན་ངག་ལྟ་བུ་ཅི་ལ་ཡོག་ན། སྐུ་གསུམ་ལྷན་ཅིག་གྲུབ་པའི་མན་ངག་དེ་སང་ཉིན་ཤོད་ན། དེ་ནས་དེ་རིང་དེ་ཚིག་བསྡོམས་བརྒྱབ་ན་འདྲ་ཅི་སོམས།